འདི་ལོའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཇི་ནི་ཝའི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོའི་ལྷན་ཚོགས་ཐེངས་བཅོ་ལྔ་པ་འདིའི་ཐོག་ལ་ཡང། བོད་མིའི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་སེམས་ཅུའི་ནང་ལ་ཡང་བོད་ནས་ཕེབས་པའི་དགེ་རྒན་རྒྱལ་ལོ་ལགས་ཀྱིས་བོད་ནང་རྒྱ་ནག་གཞུང་གིས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པའི་སྲིད་བྱུས་དང་འབྲེལ་བའི་སྐོར་ཡང་གཏམ་བཤད་གནང་སོང། Welcome to the two thousand twenty three Geneva Summit for Human Rights and Democracy. ལོ་ལྟར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལས་ཁུངས་ཨ་མ་གནས་ཡུལ་ཇི་ནི་ཝའི་གྲོང་ཁྱེར་ནང་དུ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་དུས་ཡུན་ལྔ་ཆ་དང་བསྟུན་ཏེ། རྒྱལ་སྤྱིའི་ནང་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་གཞུང་འབྲེལ་མིན་པའི་ཚོགས་པ་གཉིས་བསྲེས་ལྔ་ཟུང་སྒྲིག་གི་ཐོག་ནས་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ཞེས་པའི་གླེང་བརྗོད་དེ། ཇི་ནི་ཝའི་ལྷན་ཚོགས་ཞེས་པ་ཞིག་ཚོགས་གནང་གི་ཡོད་པ་རེད། འདི་ལོའི་ཇི་ནི་ཝའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་བཅོ་ལྔ་པ་དེ་ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་ཇི་ནི་ཝ་ནང་བསྐོང་ཚོགས་གནང་ཡོད་ཅིང། ལྷན་ཚོགས་དེའི་ཐོག་བོད་ནས་བཙན་བྱོལ་དུ་ཕེབས་པ་འབུམ་རམས་པ་རྒན་རྒྱལ་ལོ་ལགས་ནས་བོད་མི་ངོ་བོའི་ཐོག་ནས་རྒྱ་ནག་གཞུང་གི་མངའ་འོག་ས་ཁུལ་ཁག་ནང་དུ་དྲག་གནོན་དང་གདུག་རྩུབ། དེ་བཞིན་དབང་ཆ་གཅིག་སྡུད་རིང་ལུགས་ཞེས་པའི་གླེང་བརྗོད་ཐོག་ལྷན་ཞུགས་ཀྱིས། རྒྱ་ནག་གཞུང་ནས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཆེད་བོད་ཀྱི་ས་ཁུལ་ཁག་ནང་དུ་བསྙད་བཀུར་འཛུགས་བཞིན་པའི་མེ་སིའི་བེ་ཨོལ་གྱི་གཏན་འཇགས་སློབ་གྲྭའི་སྐོར་ཡ་དམ་བཤད་སྤེལ་གནང་སོང།

ད་ཡོད་བོད་ནང་འཚར་ལོངས་བྱུང་བའི་བོད་ཕྲུག་མི་ཐོག་གསར་བ་ཚོ་སླེ་བོ་འགྲོ་རྒྱུའི་སྔོན་འགྲོའི་སྲིད་ཇུས་བཞིན་པ་དང་སྲིད་ཇུས་དེའི་བརྒྱུད་དེ་མ་འོངས་བོད་ཕྲུག་ཚོའི་རྒྱུད་ལེ་ཡ་བོད་མི་རིགས་ཀྱི་ངོ་བོ་དང་སྐད་ཡིག་དེ་བཞིན་རིག་གཞུང་དང་བཅས་པ་རྩ་བ་ནས་དྲི་མ་མེད་པ་བཟོས་ཏེ་རྒྱ་རིགས་སུ་བསྒྱུར་ཐབས་ཀྱི་ཕུགས་རྒྱང་རིང་པོའི་འཆར་གཞི་དང་ལྡན་པའི་སྲིད་ཇུས་གཏིང་ཟབ་པོ་ཞིག་རེད་ཅེས་ཁོང་རང་ཉིད་ནས་བོད་ནང་དངོས་མཐོང་བྱུང་བའི་མྱོང་ཚོར་ལྷན་ཚོགས་ཐོག་ངོ་སྤྲོད་གནང་བ་མ་ཟད། གལ་ཏེ་རྒྱ་ནག་གཞུང་གིས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་སྲིད་བྱུས་འདི་མུ་མཐུད་ནས་རྒྱུན་སྐྱོད་ལག་བསྟར་བྱེད་རྩིས་ལོ་ངོ་སྟོང་ཕྲག་ལྷག་གི་དཔལ་ཡོན་དང་རིག་གནས་ལྡན་པའི་བོད་མི་རིགས་འདི་ཡུན་རིང་ཞིག་མ་འགོར་བར་རྩ་མེད་དུ་འགྲོ་རྒྱུའི་ཉེན་ཁ་ཡོད་ཅེས་གསུངས་སོང།

Tibet is a five five thousand years old civilization. སྤྱིར་ཇི་ནི་ཝའི་འགྲོ་བ་མི་ཐོབ་ཐང་ལྷན་ཚོགས་ཞེས་པ་འདི་ནི་ཐོག་མར་སྤྱི་ལོ་ཉིས་སྟོང་དགུ་ལོར་ཡུའུ་ཨེན་བྷོ་ཞེས་རྒྱལ་ཚོགས་ལ་ལྟ་སྲུང་གནང་མཁན་གྱི་གཞུང་འགྲིམས་པའི་ཚོགས་པས་སྣེ་ཁྲིད་གནང་སྟེ་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་གནང་མཁན་གྱི་གཞུང་འགྲིམས་པའི་ཚོགས་པ་ཉི་ཤུ་ལྷག་མཉམ་རུབ་ཀྱིས་ཕྱིར་འཛུགས་གནང་བའི་ལྷན་ཚོགས་ཤིག་ཡིན་ཞིང། ལྷན་ཚོགས་དེའི་ཐོག་རྒྱ་འཛམ་གླིང་ནང་དབང་ཆ་གཅིག་སྡུད་རིང་ལུགས་འོག་དཀའ་སྡུག་མྱངས་པའི་ཆབ་སྲིད་བཙོན་ཟུར་དང་གསར་འགོད་པ། དེ་བཞིན་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་སོགས་མགྲོན་འབོད་ཀྱིས་རྒྱལ་ཁབ་ཁག་སོ་སོའི་ནང་གི་འགྲོ་བ་མིའི་ཐོབ་ཐང་གི་དངོས་ཡོད་གནས་སྟངས་གླེང་སློང་བྱེད་ཚེ་སྡིངས་ཆ་ཆེ་གྲས་ཞིག་ཡིན་པ་རེད། འདི་གའི་གསར་འགོད་པས་ཐེངས་འདིའི་ཇི་ནི་ཝའི་ལྷན་ཚོགས་དེའི་ཐོག་ལ་ཡང་བོད་མིའི་སྐུ་ཚབ་ཀྱི་ངོ་བོ་ཐོག་ནས་ཆེད་ཕེབས་ཞུས་པའི་བོད་དོན་གཏམ་བཤད་གནང་མཁན་འབུམ་རམས་པ་རྒན་རྒྱལ་གླུ་ལགས་སུ་མཇལ་འཕྲད་ཞུས་པ་ཡིན། མི་དེའི་གོ་སྐབས་དེ་མི་སེར་འདྲ་གཅིག་ག་ཆེན་པོ་རག་སོང་བསམ་སོང། ག་རེ་ད་འདི་གི་ད་རེའི་ཚོགས་འདུ་འདི་གི་སྡིངས་ཆ་དེ་རྒྱལ་སྤྱིའི་སྒང་ནས་ཚད་མཐོ་ཤོས་ཤིག་རེད།

ཡང་འདི་གའི་གསར་འགོད་པས་རྒན་རྒྱ་ལུ་ལགས་སུ་བཙན་བྱོལ་རང་དབང་ནང་ཡོད་པའི་བོད་མི་ཚོའི་ངོས་ནས་བོད་མི་རིགས་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་ཞུ་ཕྱོགས་ཐད་དགོངས་འཆར་བཀའ་འདྲི་ཞུ་སྐབས། ངོ་པ་ཚོ་དབུས་མཚོན་ནང་ཡོང་དགོས་བ་རེད་དབུས་མཚོན་དེ་འདྲ་དབུས་མཚོན་ཡག་པོ་ཞིག་བྱེད་ཡ་ལ་ང་ཚོ་བཙན་ཤུགས་ཀྱིས་སོང་ན་ཡོད་མང་ཚོགས་དེ་ལ་ཡང་དེ་ལས་འགན་རང་མ་སོང་ན་འཕར་མ་ཞིག་ཡོད་རེད་ག་རེ་ལབ་ན་ནུབ་ཕྱོགས་ཀྱི་དེང་རབས་ཀྱི་སྤྱི་ཚོགས་ཀྱི་འགྲོ་ལུགས་འགྲོ་སྟངས་ར་བོད་རང་གི་འགྲོ་ལུགས་འགྲོ་སྟངས་གཉིས་ཀ་ཟུང་འབྲེལ་བྱེད་ལམ་ཁ་གསར་བ་ཞིག་རག་ཡ་ལ་དཀའ་ལས་རྒྱག་དགོས་བ་དེ་མི་སེར་གལ་ཆེན་པོ་རེད་བསམ་སོང། དེ་བཞིན་འདི་གའི་གསར་འགོད་པའི་རྒན་རྒྱ་ལོ་ལགས་སུ། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་བབ་དང་མ་འོངས་བོད་དོན་འཐབ་རྩོད་ཁ་ཕྱོགས་དང་རེ་བ་སྐོར་ཡ་གཟིགས་ཚུལ་བཀའ་འདྲི་ཞུ་སྐབས། ད་འདིའི་ཟླ་བ་གང་ཞིག་གང་དེ་རིང་ག་ཅིག་ག་ས་ག་བ་ཞིག་འགྲོ་བ་རེད། ལྷག་པར་དུ་གཞོན་སྐྱེས་མང་པོ་ཐུག་དེ་ནས་ང་ཞེ་བོ་དགའ་སོང། དགའ་བོ་བྱུང་སོང་ག་རེ་ལབ་ན། ང་ཚོ་ད་ལྟ་གི་གཞོན་སྐྱེས་ཁོ་རང་ཚོ་སློབ་སྦྱོང་དུ། ལྷག་བསམ་དུ་མི་རིགས་ཀྱི་ལས་དོན་གྱི་འཐབ་རྩོད་ཀྱི་བྱ་བ་ལྷག་བསམ་དུ་སློབ་སྦྱོང་དུ། དེ་ཡིན་ཙང་ང་དགའ་དགུ་ཡི་རྒྱམ་ཤ་གཅིག་ཅེས། གཉིས་ནི་ང་རང་ཚོ་མ་འོངས་པ་ནང་གི་དང་པོ་ནང་གི་གཞོན་སྐྱེས་དང་བྱ་ཤུན་འོག་གི་འོག་གི་གཞོན་སྐྱེས་འགའ་ཟུང་འབྲེལ་གྱིས། མཉམ་འབྲེལ་གྱིས་ནི་ལམ་ཁ་ཡོག་པོ་ཞིག་ལ་ཁྲིད་ཐུབ་རྒྱུ་འདི་མི་ཚེ་གལ་ཆེན་པོ་རེད་མཐོང་སོང། རྩ་བའི་སྤྱི་ལོ་ཉིས་སྟོང་བཅུ་ལོ་ནས་བཟུང་སུད་བོད་ཀྱི་བུད་མེད་ལྷན་ཚོགས་ནས་ལྷན་ཚོགས་དེའི་ཚོགས་མིའི་ཁོངས་སུ་འཛུལ་ཞུགས་གནང་སྟེ། ཐོག་མར་རྒྱ་ནག་གཞུང་གི་བཙོན་ཁང་ནང་དུ་བཙོན་འཇུག་དུས་ཡུན་རིང་ཞུགས་མྱོང་མྱོང་མཁན་བུད་མེད་ཆབ་སྲིད་རྫུན་བཟོ་ཕུན་ཚོགས་ཉི་སྒྲོན་ལགས་ཀྱིས་བོད་མིའི་སྐུ་ཚབ་གནང་སྟེ་བོད་དོན་ཉན་ཞིབ་ཐོག་མ་དེ་གནང་ཐུབ་པ་བྱུང་འདུག་མ་ཟད། འདས་པའི་ལོ་ངོ་བཅུ་ལྷག་ནང་སུད་བོད་ཀྱི་བུད་མེད་ལྷན་ཚོགས་བརྒྱུད་དེ་བོད་མི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་རྗེ་ལགས་དང་མགོ་ལོག་འཇིགས་མེད་ལགས། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་དང་འགྲོ་བ་མིའི་ཐོབ་ཐང་ཐོག་ལ་ཕྱག་ལས་གནང་མཁན། དེ་བཞིན་བོད་དོན་འཐབ་རྩོད་པ་སོགས་འབྲེལ་ཡོད་མི་སྣ་ཁག་ནས་ལྷན་ཚོགས་དེའི་ཐོག་ལ་བོད་དོན་གཏམ་བཤད་དང་ཉན་ཞིབ་སོགས་ཀྱང་གནང་ཐུབ་པ་བྱུང་འདུག། སྐབས་འདིར་འདི་གའི་གསར་འགོད་པས་ད་རེས་ཀྱི་ལྷན་ཚོགས་དེ་དང་འབྲེལ་ཏེ་སུད་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་ཚེ་རིང་ཡུས་རོལ་ལགས་སུ་མཇལ་དུ་ང་ཞུས་རང་ཚོ་སྐབས། བུད་མེད་ཚོགས་པ་ལ་འདི་སྡིངས་ཆ་དེ་ང་རང་ཚོ་ལ་ད་བོད་པ་བྱེད་ལ་གུས་སྐབས་ཡོད་ཙང། ཨ་ནི་འདི་ང་ཚོས་ཀྱི་ད་ལོ་ཟླ་རེ་བཞིན་འདུག་ཟིན་དེ་ལ་སྐད་བཏང་ཨ་ནི་གཏམ་བཤད་གནང་ག་ཆིངས་བྱེད་དུ་ང་ལ་དངོས་གནས་སེམས་པའི་ནང་ལོག་ལ་ད་ད་ད་རྒྱལ་ཁོམ་མང་པོ་ག་བ་ག་སེ་ནས་འཕེལ་ཡོད་རེད་དང་དེ་རིང་བཅར་ས་ན་དེ་ཚོགས་ཁང་དེ་དཔེ་དག་དག་རེད་ཤག་ཨ་ནི་འདི་ལ་ང་ཚོ་བོད་པས་ཀྱི་ལུགས་ཀྱི་ཇུས་བཤད་བྱེད་དུ་ག་ལ་ཨ་ནི

བོད་པ་དེ་སྐད་གཏང་ཡས་ཀྱི་ཆ་ཞིག་ཡིན་ཞུ་ཡིན། རིང་དེ་དང་ད་ད་དུས་ཚོད་དེ་ཅུང་ཟད་པན་ཆ་རིན་པོ་ཆེ་གང་སུ་ཆ་མེད་དུ་ཕྱིན་པའི་གི་ལོ་ཉི་ཤུ་རྩ་བརྒྱད་དེ་དུས་ཚོད་དེ་ཏག་ཏག་ད་ད་ཇི་ནི་ཕ་ས་མིག་གི་དུས་ཚོད་ད་མཉམ་དུ་ཁེལ་གྱི་ཡོད་ཙང་ཨ་ནི་ང་ཚོ་ལ་ཁོ་རང་ཚོ་ལ་ཡར་འབུད་སྐུལ་ཞུས་ནས་ཨ་ནི་ང་ཚོ་དེ་ལ་ད་དེ་མི་མང་གཏམ་བཤད་གནང་ངེས་ཡིན་ནས་རེད་ཉན་མཁན་ཚོ་ཡིན་ནས་རེད་ཨ་ནི་ཚང་མ་ལ་ཨ་ནི་གོ་ཐོབ་སྤེལ་ཡས་བྱོས་འདུག་ཨ་ནི་ང་ཚོའི་གི་དེ་ལ།